དེ་ཡང་ཨ་ཅེ། དུས་འདས་པ་སྔོན་བྱུང་ཕོ་བ་ཡིས་ཕུལ་བའི་ལས་ཟན་གྱི་སྡེ་ཚན་གྱི་རེ་བཞག་དུས་གསུམ་བྱེ་བྲག་པར་སྡེ་ཚན་གྱི་ནང་རེ་བཞག་བྱེ་བྲག་པའི་སྡེ་ཚན་ནང་ལ་རིགས་གསུམ་འདུ་དེའི་ནང་ནས་བྱ་ཡུལ་མ་ནི། བྱ་སྡེ་ཕུལ་བའི་ཆེད་བྱེད་པོ་མ་ནི་ཕུལ་བའི་སྡེ་ཚན་རེ་བཞག་བསམ་པའི་ཐུགས་ལ་ཉག་གཏམ་ནང་བཞིན་དག་ན་ཞེས་གང་ག་གཅིག་གྱུར་དེ་ཡར་དག་དོན་ལ་ཟབ། གནད་དོན་གང་དང་གང་ཡིན་དེའི་ཐོག་ལ་ཡང་ཟབ། ཟབ། ཅེས་པ་དང།

ང་རང་ཚོ་སྒོར་མོ་བཅུ་བྱེད་འོས་པས་ན་སྒོར་མོ་བཅུ་ཕིག་གེ་གཅིག་ཀློག་ཀློག་སྤྲད་རྒྱུ་མེད་དུས་དེ་ཡང་སིལ་མ་སྤྲད་ད་ཟེར་ང་སིལ་མ་མེད་ཟེར་སིལ་མ་ཟེར་རྡོག་རྡོག་དེ་ལས་མ་གཅིག་དུམ་བུ་བཟོས་ཞེས་བས་ཀི་ཕིག་གེ་ཆ་ཤས་དེ་ང་ལ་མེད་ཟེར་དེ་སིལ་མ་མེད་ཟེར་ཅི་རེད་བ་སིལ་ཤ་ཨོ་སིལ་ཤ་ཨ་ནི་རྒྱུ་ནོར་ས།

བྱས་ཙང་མ་ཎི་བྱེད་པོ་མ་ཎི་འཕུལ་དགོས་པའི་གི་སྡེ་ཟན་ད་རྒན་མོ་རྒྱལ་ཡས་ལ་གསོལ་བའི་ད་ཞིག་བྱ་ཚིག་གཞན་དག་གཅིག་ཚིག་གཉིས་ཚིག་ཡོད་དང་མེད་དང་ཞི་དྲག་གི་ཉུང་ཉུང་རེད། འདི་མ་ཎི་འཕུལ་ཟེར་ཡག་དེ་མ་ཎི་ག་ཡིག་ཐོབ་པའི་གི་ཨ་ནི་བྱ་ཚིག་ཁ་དྲང་ག་རུ་བྱས་བར་ད་དེའི་ཐོག་ནས་མ་ཞུ་གོ་རོགས། འོ་ད་དེ་འདི་ཕལ་ཆེན་ངས་དེ་ནི་མ་བྲིས་གུག་མ་རེད་ད་བྲིས་གུག་མ་རེད། འོ་ད་དེ་ག་རེ་བྱས་པ་ཟེར་ན། མ་འོངས་པ་ལ་ཡང་དངོས་ཕྱོགས་གཅིག་པ་རེད་མི་གཤིས་གཅིག་པ་རེད་མི་གཤིས་གཅིག་པ་རེད་ཟེར་ཆོག་ཞུས་ཚད་དུ་གོ་ནས་མ་འོངས་པ་དེ་འདས་པ་དང་མི་འདྲ་བ་ཅིག་བཟོས་དུས་གར་སོས་ཡོད་རེད། གཅིག་པ་གཅིག་པའི་ཆ་མ་གོ་ཏོ། དངོས་ཕྱོགས་མ་འོངས་པ་དང་དེ་གཉིས་དངོས་ཕྱོགས་གཅིག་པ་རེད་མ་འོངས་པ་དང་འདས་པ་གཉིས་མི་གཤིས་གཅིག་པ་རེད། མ་འོངས་པ་དང་འདས་པ་གཉིས་རྗེས་འཇུག་གཅིག་པ་རེད་དེ། དབྱངས་ལྡན་ལས་ཚིག་སོང་ཙང་མ་འོངས་པ་དང་འདས་པ་གཉིས་དབྱངས་ཁྱི་གུ་ཡིན་པ་གཅིག་པ་རེད་ཟེར་དུས་ད་མི་འདྲ་བའི་ཆ་གཅིག་བཟོ་དགོས་དུས་ཁོ་ནས་དབྱིངས་རྒྱུ་མེད་པ་ཞིག་བྲིས་ཡ་ད་མཁྱེན་བྱུང་ཨ་དབྱིངས་རྒྱུ་མེད་པ་བྲིས་ཡོད་དུས་ཁོ་ནས་མ་འོངས་པའི་དག་ཆ་འདི་ཅར་བོ་ལྟ་རྒྱུ་ཏིག་ཀ་ཏིག།

བྲིས་སྐུ་བཀོད་ན་བྲིས་བཀོད་པའི་རི་དེ་ཕལ་ཆེར་དངུལ་ཆུ་ག་ཡིས་ཆགས་འགྲོ་མ་འདུག་དངུལ་ཆུ་ཕོག་སྟེ་བྲིས་པའི་ལོག་སྲོལ་ཞིག་རང་ཡོད་མ་རེད་སྐུ་ཚེ་ལ་ཡང་འོ་དེ་ཁྱེད་ཚོ་ཡོད་པ་ན་འོ་ད་ག་ནས་ཤེས་བྱས་ད་དེ་ཚོ་གང་གཅིག་གྱུར་རེད་ད་མ་འོངས་པ་དེ་བྱེད་རྩིས་དག་རང་ཡིན་དེ་བྱེད་ལ་ཡ་མ་འོངས་པ་མ་འོངས་པའི་དག་ཆ་བྲིས་སྐུ་དེ་ཡང་རྒྱུ་མེད་པ་སོན་བྲིས་ཡག་ཞིག་རེད། ད་ཡིག་བྱེད་རྩིས་འདིའི་ཐོག་ལ་ཡང་ཡིག་འཇུག་བྲིས་སྲོལ་མེད་པར་རྗེས་འཇུག་ནང་རམ་རྗེས་འཇུག་ལག་བྱེད་པའི་ཡི་གེ་ཞིག་གླེང་དགོས་འདུག་ཨང་འདི་གླེང་ཡོང་དུས་ཁོ་ནི་མ་འོངས་པ་དང་འདས་པ་ནི་གར་ཆག་རེད་ཅིག་ཅིག་ཡང་ཆག་རུང་ཁོས་ཡིག་འཇུག་འཕོ་འགྱུར་བཏང་ཡང་གལ་ཡོང་མ་རེད་ཡི་གེ་མང་ཉུང་བཏང་ཡང་མེད་པ་ཆག་དུས་མ་འོངས་པ་དུས་ད་ལྟ་བའི་བརྟག་དཔྱད་ཅི་བ་ཅིག་ཡང་ཆག་རེད་ཨ་ནི་དུས་ད་ལྟ་བ་ལ་གང་མངོན་རྒྱུ་ཆག་མགོ་རུང་ཨ་ནི་ད་བྱེད་རྩིས་སྡེ་ཚན་འདི་ཚོ་ལ་ཡང་ད་སོ་སོའི་མཁས་པ་སོ་སོ་གི་བྲིས་ཚུལ་འདྲ་མ་འདྲ་རེ་འབྱོར་རེད།

ད་དུས་དེ་བ་དབྱངས་མའི་ལས་ཚིག་སོང་ཙང་ང་ཚོ་སྐབས་རེ་དེ་འདྲས་ཀྱི་བསམ་བློ་བཏང་དགོས་དགོས་དབྱངས་ཅིག་དབྱངས་བྲིས་དགོས་ཅིག་དང་དུས་ད་ལྟ་བ་དབྱངས་བྲིས་དགོས་ཅིག་དང་ཨ་ནི་དུས་ད་ལྟ་ག་ཟེར་བ་རེད་དུས་ད་ལྟ་བ་དབྱངས་དེ་ཡ་རྗེས་འཇུག་ག་དུས་དེ་བ་རྗེས་འཇུག་ག་ཡིན་དུས་ད་ལྟ་བ་ལས་དབྱངས་ཅིག་བྲིས་དགོས་དེ་ཕལ་ཆེན་ཡང་རྣ་རུ་རྒྱུགས་འགྲོ་བ་དེ་འདྲས་ཅིག་ཞུས་དེ་བ་བསགས་ཆ་སོགས་རྗེས་བསགས་ཨ་ནི།

ཅེས་བྱེ་བྲག་བོད་ཀྱི་ནང་གསེས་བྱ་དེ་ཕུད་པའི་ཞེས་བྱེད་པོ་མ་ནུས་ཕུད་པའི་སྡེ་ཚན་དང་ངས་གཞན་དག་ཞུ་གི་མེད་ཁྱེད་རང་ཚོ་བོ་དེ་ནང་དོན་ཁོ་བོ་སྒྲིག་འཛུགས་དུ་མ་ཞུས་ཟེར་དུས་དེ་ལས་ཤེས་པའི་ཀྱི་སོ་སོའི་ཀྱི་ད་བར་སྦྱོང་བརྡར་གནང་རྗེས་དེབ་ནང་མ་བྲིས་ནའང་རིམ་པས་ད། གང་སོགས་ལ་དུས་གསུམ་བྱེ་བྲག་པའི་སྡེ་ཚན་མཐའ་མ་བྱ་སྡེ་ཕུད་པ་ཞེས་བྱེད་པོ་ཕུད་མེད་ཀྱི་སྡེ་ཚན་ཨ་འགྲིམ་པའི་ཤུགས་ཡིན། དུས་གསུམ་བྱེ་བྲག་པའི་ཀྱི་སྡེ་ཚན་མཐའ་མ་ན་བྱ་སྡེ་ཕུད་པ་ཞེས་བྱེད་པོ་ཕུད་མེད་སྡེ་ཚན་བསལ་ཡ་དེར་བཏགས། ད་དུས་གསུམ་བྱེ་བྲག་པའི་ནང་ནས་བྲི་ལུགས་རྣམ་གཞག་ལས་ལྷ་ཤུལ་འདི་ཆགས་པ་རེད་ལས་ལྷ་ཤུལ་ཕྱིར་བཏགས། གང་ཡིན་ཟེར་ན།

བྱེད་ཚིག་མང་པོ་གཅིག་གིས་བྲིས་ཡག་གི་ཕི་ཀའི་ཅེས་དངོས་བཅུ་དང་དེ་འདྲས་ཀྱི་ཐོག་དུས་གསུམ་སོ་སོའི་དག་ཆ་བྲིས་སྟངས་དེ་ཁོ་གཅིག་མཁྱེན་རྟོགས་ཡོད་གོ་དེ་སོང་ཙང་དབྱངས་ཅན་གྲུབ་པའི་རྡོ་རྗེས་དམིགས་བསལ་མགོ་ཅིང་ལས་ཚིག་བྱ་དད་ཕེབས་ཅེས་བྱེད་པོ་ཕུ་མེད་འདས་ཟིན་དུས་ཚོད་ལ་དམིགས་བསལ་བྱ་ཚིག་འདས་ཟིན་དེ་མང་པོ་ཞུ་གི་སོང་ཙང་སྒྲོམ་གཞི་དེ་ལ་ཕར་འདིར་བཅད་འདི་ཟིར་བཅད་དེའི་ཐོག་ལ་ཨ་ནི་སྡོམ་འདི་བསོད་ནམས་རེད་སྡོམ་འདི། ང་ཚོ་ཡང་ཁ་ཤས་ཀྱིས། བྱེད་རྩིས་སྤྱི་བྱེད་རྩིས་སྤྱི་ཡོངས་ཀྱི་སྤྱི་ལ་ཁེལ་བའི་ཀྱི་སྒྲིག་འཛུགས་སོར་ཕྱེ་འདི་ཁྱེད་རང་ཚོ་ཁ་ཤས་དགོངས་པ་ཞིག་ཉན་ཞོར་ཁ་ན་ཁག་ཡོད་མ་རེད། འོ། འདས་ལ་བལ་པོའི་ཡང་བཅུ་ཡོད་ད་ལྟ་བ་ལ་གཉིས་ཀ་མེད་མ་འོངས་ཕི་ཡོད་ཡང་བཅུ་མེད་ཀུས་ཟི་ཕི་མེད་ཡང་བཅུ་ཡོད། སྐབས་འགར་འདས་དང་ཀུས་ཟི་ལྔ་ས་ཀྱང་བཅད་པའི་དུས་བབ་ཡང་ཡོད་ཅེས་ཀྱི། དུས་གསུམ་གྱི་དངོས་རྒྱུར་ཐོབ་ཐང་དང་གཅིག་ཡང་རྒྱུ་ཡོད་མེད་ཀྱི་སྒྲིག་འཛུགས་ཀྱིས་བཤད་དོ། འདིར་བཤད་བྱའི་འདི་ཕྱེད་པའི་རྒྱུ་མཚན་གྱིས་དུས་གསུམ་སྤྱི་ཡོངས་ཁོ་རང་ལ་ཡང་འདི་ཁྱབ་སོར་ཅིག་དགོངས་པ་ཞུ་ཉེས་ཁག་འགའ་ཡོད་མ་རེད། དེ་ཡང་རྒྱུ་འབྲས་བུའི་རྡོ་རྗེ་སྡོམ་འདི་སྐྱོན་དེ་ཡག་གི། སྐྱོན་དགའི་རྒྱུ་མཚན་གར་བྱེད་སྡོམ་འདི་ཏག་ཏག་ཕལ་ཡས་ཁ་བརྗོད་རྒྱག་ཐུབ་ཟེར་གི་བྱ་ཚིག་སྡེ་ཚན་རིགས་མང་པོ་ཅིག་གཅིག་གྱུར་བྱས་རྗེས་འགྲོ་ཐུབ་ཡག་གི་དེ་འཛིན་ཆེ་བ་རེད། བྱས་ཙང་འདིའི་ཐོག་ལ་ཡང་རྒྱུ་འབྲས་བུའི་རྡོ་རྗེ་སྡོམ་འདི་གསུངས་པ་རེད། ད་དེ་བྱས་ཚེ་ང་རང་ཚོ་སྡེ་ཚན་མང་པོ་ཞིག་ཞུས་ཚར་རེད། དུས་གསུམ་སྤྱི་བཏང་བ་ལ་ཡང་སྡེ་ཚན་གསུམ་ཡོད་རེད། བྱེ་བྲག་པ་དེ་ལྔས་ལ་ཡང་གསུམ་གཉིས་ཟིག་ཞུས་ཚར་རེད། ད་རང་ཞིག་འོག་ནས་ཐོར་བུ་དེ་ཚོ་གླེང་དགོས་རེད། དེ་ཚོའི་ནང་ནས་སྐད་མང་པོ་ཞིག་གླེང་བར་དེ་ཚོ་འདིའི་སྒྲིག་འཛུགས་ཏག་ཏག་འགྲོ་ཐུབ་མ་རེད། ཏག་ཏག་འགྲོ་ཐུབ་མ་རེད། འགྲོ་ཐུབ་ཡག་ཁོ་རང་དངོས་བྱུང་ཁོ་རང། བི་ཀའི་ཐོབ་ཐང་གི་རྣམ་གཞག་བེད་ལོག་ཧ་ཆག་དུས་གསུམ་སྤྱི་དང་བ་སི་ཡ་དུས་གསུམ་ཐོར་བུ་སི་ཡ་དུ་དངོས་འཇུག་བི་ཀའི་ཐོབ་ཐང་གི་སྒྲིག་འཛུགས་ཁོ་རང་བེད་དེ་དང་མཐུན་དགོས་པ་མ་རོ། དེ་ཚོ་ལ་འདིར་ཡོག་མ་རེད། དབྱངས་ཀྱི་སྤྲུལ་པའི་རྡོ་རྗེ། དུས་གསུམ་བྱེ་བྲག་པ་རང་ལ་འདིར། བྱེ་བྲག་པ་གི་ནགས་ཚལ་མགོ་ཅན་བྱེ་རྩེ་ལས་གཅིག་པུ་གཅིག་དབྱངས་ཀྱི་མ་བྲིས་ཆོག་འོད་བཟང་དེའི་ཐོག་ནས་དབྱངས་ཀྱི་སྤྲུལ་པའི་རྡོ་རྗེ་ཡི་སྡོམ་འདི་སྲུང་བར་གདའ་ད་སྡོམ་འདི་ན་ག་རེ་ཡོད་ཟེར་ན། ད་འདིའི་འདིའི་མཛེས་རྩལ་ན་ཡོད་དེ་བས་བྱེ་རྩེ་ཡོད་སུམ་བརྒྱ་ལྷག་ཅིག་ཡོག་རེད། བྱས་ཚེ་ཡི་གེ་རྣམ་པ་མི་འདྲ་བ་སུམ་བརྒྱ་ཚོའི་བྱ་བའི་རྣམ་འགྱུར་སུམ་བརྒྱ་ལྷག་ཅིག་ཡོད་རེད། ད་ཡིན་དུས་དེ་ལས་ངེས་ཀྱི་ཁོ་བྱ་བའི་སྐར་གྲངས་འདི་གས་སུ་ཡོད་རེད་ཅེས་ཀྱི་ཁོ་སྐར་གྲངས་ཡོད་ཚད་གང་བསྡོམས་ན་འགྲིག་གི་དེ་བས་ན་འགྲིག་ཚར་ཡག་ཁོ་ན་ཡོད་མ་རེད། གང་ལྟར་ཁྱེད་རང་ཚོ་མི་དགེ་བཤེས་ཀྱི་མགོ་རྒྱན་ལས་ཚེ་མགོ་རྒྱན་རང་མགོ་ལག་མགོ་སྲང་མགོ་ཅན་གྱི་བྱས་ཚིག་གི་རྣམ་གྲངས་དུས་གསུམ་སྡེ་ཚན་ནང་ཐོན་དགོས་རེད། བྱས་ཚིག་ག་འདྲ་ཞིག་རེད་འདུག་ནས་འདིའི་སྒྲིག་འཛུགས་འདི་དེ་འདྲ་ཞིག་འགྲོ་དགོས་ཡོད་བསམ་པའི་གི་ཐུགས་ལ་ཡང་ཉེས་པ་རྣམས།